སྔོན་ཆད་ར་རྒྱའི་སློབ་གྲྭ་ནི་ཇི་ལྟ་བུ་ཞིག་ཡིན་ལུགས་ཀྱི་སྐད་ཆ་མང་བོ་ཐོས་མྱོང་མོད་མང་བོ་ཞིག་གིས་ལྷ་སྒྲུང་ལྟ་བུ་ཞིག་དང་ཡང་ན་རྟོག་བཏགས་ཀྱི་སློབ་གླིང་ཞིག་ལས། དོན་དམ་པར་རབ་རྒྱས་སློབ་གྲྭ་ནི་ཇི་ལྟ་བ་ཞིག་ཡིན་པ་ཤེས་མི་འདུག། དེ་བས་ངས་ཁྱོད་ཚོར་རབ་རྒྱས་སློབ་གྲྭ་འདི་ཉིད་སྤྱི་སྡོམ་གྱི་ཚུལ་དུ་ངོ་སྤྲོད་ཅིག་བྱེད། སློབ་གྲྭ་འདི་ནི་མཚོ་སྔོན་ཞིང་ཆེན་མགོ་ལོག་ཁུལ་རྨ་ཆེན་རྫོང་རབ་རྒྱ་གྲོང་རྡལ་གྱི་ཉེ་འཁོར་ཏེ། ཨ་རིག་དགེ་བཤེས་འཆི་མེད་གདན་ས་ཁྱད་པར་ཅན་རབ་བྱ་དགོན་པའི་ཉེ་འཁོར་དུ་དགོན་པ་དང་འདབས་འབྲེལ་དེ་ཆགས་ཡོད། འདི་ནི་གཅིག་གི་གོ་བཞི་ལས་ཟླ་བརྒྱད་པའི་ཚེས་བཅོ་ལྔ་ཉིན། མགོ་ལོག་ཁུལ་སྲིད་གཞུང་གི་ཆོག་མཆན་ཐོབ་པའི་འོག་ནས་དངོས་སུ་འཛུགས་སྐྲུན་བྱས་ཤིང། ལོ་དེའི་དགུན་གཞུང་སྟེ་སྤྱི་ཟླ་བཅུ་གཉིས་པའི་ཚེས་བཅོ་ལྔ་ཉིན། སློབ་གྲྭ་དངོས་སུ་ཨ་ཧོ་ཉི་བའི་མཛད་སྒོ་སྤེལ་ཏེ་སློབ་མ་བགྲེས་ཤིང་སློབ་ཁྲིད་ལ་གནང། སློབ་གྲྭ་འདི་ནི་སྒེར་བཙུགས་སློབ་གྲྭ་ཞིག་ཡིན་ན་ཡང་སྒེར་གྱི་ཁེ་ཕན་གཉེར་བའི་དེང་དུས་ཀྱི་སྒེར་བཙུགས་སློབ་གྲྭ་གཞན་དག་དང་གཞི་ནས་མི་འདྲ་བས། ཆེད་ལས་སློབ་གསོ་བ་མང་བའི་བསྔགས་བརྗོད་གནང་ཞིང། ཉིས་སྟོང་གསུམ་ལོར། པེ་ཅིན་ནས་ཆེད་དུ་མགོ་ལོག་གི་སློབ་གསོ་ལ་གཟིགས་ཞིབ་ཏུ་ཕེབས་པའི། རྒྱལ་ཁབ་སློབ་གསོ་པུའུ་མི་རིགས་སློབ་གསོའི་སི་ཡིས་སི་ཀྲང། སྐུ་ཞབས་ཨ་པུ་ཏོ་ལགས་ཀྱིས་ལམ་བར་ནས་དངོས་སུ་སློབ་གྲྭ་ལ་བརྟག་ཞིབ་བྱས་ཏེ། མཐར་སློབ་གྲྭ་འདིས་སློབ་མའི་ལག་ནས་སློབ་ཡོན་སོགས་ཅི་ཡང་མི་ལེན་པར་མ་ཟད། འདིའི་ནང་གི་དགེ་རྒན་རྣམས་ཀྱང་ལྷག་བསམ་རྣམ་དག་གི་མ་རིག་སློབ་གསོའི་ལས་དོན་དང་དུ་ལེན་མཁན་འབའ་ཞིག་ཡིན་པ་ལས། ཟླ་ཕོགས་སྐར་མ་གང་ཡང་འབབ་ཀྱི་མེད་པ་འདི་འདྲ་ཞིག་ད་ལྟ་ཧ་ཅང་མཐོང་དཀོན་པས། སློབ་གྲྭ་འདི་ལ་སྒེར་བཙུགས་སློབ་གྲྭ་གསར་བ་ལས་ཕན་བདེའི་སློབ་གྲྭ་བྱས་ན་འགྲིག་ཅེས་བསྔགས་བརྗོད་བྱས་ཤིང། སློབ་གྲྭ་འདི་གནའ་བོའི་སྲོལ་རྒྱུན་གྱི་ལུགས་ལྟར་རྒྱང་ཞྭ་གང་ཡིན་གྱི་རྩ་དོན་དང་དེའི་འབྲེལ་བ་ལྟ་བུའི་ཟིན་བྲིས་གང་ཡོད་དཔེ་ཐོག་ནས་མ་བསྐྱལ་བར་བློ་འཛིན་པ་དང། བློར་བཟུང་ཟིན་པ་རྣམས་ཉིན་རེ་བཞིན་ཕྱི་དྲོར་འཛིན་གྲྭ་རང་རང་གི་སློབ་ཁང་འདི་ནས་སྐྱོར་དགོས་ལ། ཚིག་དོན་ལ་ངེས་པ་འགྲན་ཐེལ་ཉིན་རེ་བཞིན་སྔ་ཕྱི་གཉིས་སུ་རྩོད་པ་བྱས་ཏེ་བོད་རིགས་ཟུང་འབྲེལ་དང་བསམ་གཞིག་གི་ནུས་པ་ཇེ་མཐོར་གཏོང་བཞིན་ཡོད།

ལོ་རེ་བཞིན་སྤྱི་ཟླ་བཅུ་གཉིས་པའི་ཚེས་བཅོ་ལྔ་ཉིན་སློབ་གྲྭའི་ཁྲོམ་སྟོན་གྱི་ཉིན་མོ་ཡིན་ལ། ཁྲོམ་སྟོན་གྱི་རིག་རྩལ་མཐའ་དག་སློབ་མར་འཁྲབ་ཏུ་བཅུག་ཅིང། དེ་ཡང་སློབ་མ་རྣམས་དེར་ཞུགས་དང་མི་ཞུགས་རང་མོས་ཡིན་པར་མ་ཟད། གང་ལ་ཞུགས་ཀྱང་རང་མོས་ཡིན། ད་དུང་ཁྱོད་ལ་རིག་རྩལ་གྱི་རྣམ་གྲངས་གསར་བ་རེ་གསར་གཏོད་བྱེད་པའི་སྤོབས་པ་ཡོད་ན། སློབ་གྲྭའི་ཆེད་དུ་ཁྱོད་ལ་གར་སྟེགས་བསྐྲུན་ཡོད་པས། སློབ་མའི་སྒམ་ཤུགས་གསོ་སྐྱོང་དང་རང་གནས་ཕྱིར་མངོན་པའི་གོ་སྐབས་ཕུན་སུམ་ཚོགས་པ་ཞིག་ཏུ་གྱུར་ཡོད། སློབ་མ་རྣམས་ཀྱིས་ཀྱང་དགོད་བྲོ་ལ་དོན་སྙིང་ལྡན་པའི་ཁ་ཤགས་དང་བཞད་གད་བདེ་གད་སོགས་སྒྱུ་རྩལ་བརྩམས་ཆོས་མང་བས་ལྟད་མོ་བ་དག་གི་མིག་གཡས་རྣ་བའི་གཡེང་བ་བཙན་གྱིས་མྱོང་བར་མ་ཟད། ལ་ལ་ཞིག་ཁོང་ཚོའི་མི་ཚེ་ལ་འགྱུར་བ་ཐེབས་སྲིད་ཀྱི་ཡོད་པས། འདི་ནི་རྩོམ་རིག་བྱ་བའི་རིན་ཐང་གི་ངོས་ནས་བལྟས་ན་ཡང། རང་སྐྱོང་ཁེ་ལས་ནོར་བུའི་མཐོ་སྒང་གི་རྩོམ་རིག་ལ་ཚེ་སྲོག་གསར་པ་ཞིག་རེག་པའི་མངོན་རྟགས་བླ་ན་མེད་པ་ཞིག་རེད། ཤེས་རིག་བླངས་ན་ད་དུང་དེ་བས་ཀྱང་ཆེས་མཚར་བའི་གནམ་ཡངས་ལྟ་བུའི་སློབ་སྦྱོང་བྱེད་ཐབས་ཁྱད་པར་བ་ཞིག་ཡོད་དེ། དེ་ནི་སློབ་མ་རྣམས་ཉིན་རེ་བཞིན་ཕྱི་དྲོར་རང་རང་གི་སྐབས་སུ་བབས་པའི་སྦྱང་བྱ་གང་ཡིན་གྱི་རྩ་དོན་དང་ཟིན་བྲིས་སོགས་སྣ་ཚོགས་བློར་འཛིན་ཞོར་དམའ་འབྲིང་གི་ལྗོན་པའི་གསེབ་ཏུ་འགྲོ། ཕར་བལྟས་ན་ཚང་མ་སྤྲོ་གསེང་ལ་འགྲོ་བ་དང་མཚུངས་ལ། དོན་གྱིས་སྤྱོད་སྣང་དང་ངེས་དོན་མེད་པར་སློབ་སྦྱོང་བྱེད་ཀྱིན་ཡོད་པས། མང་བོ་ཞིག་བཤད་གྲྭའི་དུས་ཚོད་དེ་དམའ་འབྲིང་ནས་གཏོང་བར་ཤིན་ཏུ་དགའ། ཁོ་ཚོས་ལྟ་བསྐོར་ཨ་ལོར་བཟུང་བ་རྣམས་ཉིན་རེ་བཞིན་དགོང་ཚོགས་ཀྱི་སྔོན་ལ་རང་རང་གི་འཛིན་གྲྭའི་བདག་ཐོའི་ས་ཆ་ནས་སྐྱོར་སྦྱོང་བྱེད་པའི་དབྱངས་རྟ་སྙན་མོ་དེ། སྐར་མ་ཞེས་པའི་འཛུམ་མདངས་འཕྲོ་མྱོང་ལ། གཞུང་ལུགས་སྨྲ་བའི་དཀའ་གནད་ཀྱང་བརྒལ་མྱོང།

ལྷོ་བྲང་འདི་ནི་གྲང་བ་གྲང་རྐྱང་ཞིག་གི་བུ་ལོན་བསྐྱིས་ཏེ་མ་དངུལ་བཏང་ནས་བཙུགས་ཤིང། དགེ་བའི་བཤེས་གཉེན་ལྷག་བསམ་ཅན་རེ་གཉིས་ཀྱིས་གྱོང་ཁར་གང་ལེགས་གནང་ནས་ད་བར་མི་ལོ་ཉི་ཤུ་འཁོར་ཡོད་པ་ཞིག་རེད། དགེ་རྒན་འཇིགས་མེད་རྒྱལ་མཚན་ལགས་ཀྱིས་ཀྱང་བལྟ་བར། ལྷོ་བྲང་འདི་ནི་བོད་མི་སྤྱི་ལ་ཕུལ་བའི་ལག་སྐྱེས་ཤིག་ཡིན་པས་མ་འོངས་པ་ན་འདིའི་བདག་པོ་ནི་བོད་མི་ཡོངས་རྫོགས་ཡིན་ཞེས་གསུངས་བ་བཞིན། སློབ་གྲྭ་འདི་ཡིས་སྐྱོ་ལ་གཏོང་པའི་གཏམ་རྒྱུད་ཡོད་ཚད་ཀྱང། ཁྱེད་ཚོ་ལ་མི་བཤད་སུ་ལ་བཤད། ཁྱེད་ཅག་གི་མི་ཉན་སུས་ཉན། གང་བྱུང་ཤེས་རིག་ནོར་བའི་སློབ་གླིང་བླངས་ན། ངེས་པར་དུ་བླངས་དགོས་པའི་མི་སྣ་འགའ་རེ་ཡོད་པ་ལས། འདིར་གཡོལ་ཐབས་མེད་པའི་མི་སྣ་ཞིག་ཡོད་པ་ནི། ར་རྒྱའི་འཇིགས་མེད་རྒྱལ་མཚན་ལགས་རེད། ད་ལྟ་རབ་ཀྱིས་འཇིགས་མེད་རྒྱལ་མཚན་ཟེར་ན་བོད་ཡུལ་དུ་མཚན་སྙན་ཆེ་ཞིང་གདེང་འཇོག་ཚད་ལས་མཐོན་པོ་ཞིག་ཐོབ་ཡོད་ལ། དེ་ནི་ཁོང་གིས་ཀྱག་ཀྱོག་གི་ལོ་ཟླ་མང་བོ་ཞིག་བརྒྱུད་པའི་གྲུབ་འབྲས་ལ་གཟིར་ནས་མང་བས་ངོས་ལེན་བྱས་པའི་རྣམ་འགྱུར་ཞིག་རེད། སློབ་གཉེར་དང་མི་ཚེའི་ཕུགས་འདུན་གྱི་ལམ་སྣེར་རྡོག་པ་འཇོག་པའི་སྐབས་དེར། གློ་བུར་དུ། ཀུན་གཟིགས་པཎ་ཆེན་བྱི་བ་མཆོག་མཚོ་སྔོན་མི་རིགས་སློབ་ཆེན་དུ་ཕེབས་ཏེ། གསུང་བཤད་རས་པ་ཅན་གང་མང་གནང་བས། ཁོང་དང་ཁོང་ལྟ་བུའི་སེམས་ལ་ཡང་རིགས་ཞེན་གྱི་ལར་རྒྱ་བརྟན་པོར་བཙུགས། ཁོང་གིས་གསུང་རྒྱུར། དྲང་མོར་བཤད་ན། ངའི་སློབ་གྲྭ་འདི་ལྟ་བུ་ཞིག་གཉེར་རྒྱུའི་བསམ་བློ་འདི་ཡང། མཐར་གཏུགས་ན་པཎ་ཆེན་རིན་པོ་ཆེ་མཆོག་གིས་གནང་བ་ཡིན། དེ་ལྟའི་ཁོང་ང་ཚོའི་སློབ་གླིང་དུ་ཕེབས་ཏེ་གསུང་བཤད་མང་བོ་གནང་བྱུང། ཁོང་གིས་ང་ཤི་དང་བཅས་ན་གཞོན་རྣམས་ཀྱིས་རང་གི་མི་རིགས་དང་སྤྱི་ཚོགས་ལ་སྲི་ཞུ་སྒྲུབ་དགོས་པའི་འབོད་སྐུལ་གནང་བ་དེ་དག་རེ་རེ་བཞིན་བདག་གི་སེམས་ལ་ཟུག་མྱོང་དེར་ད་གཟོད་ངས་རང་གི་མི་རིགས་ཀྱི་རིག་གནས་འདི་གལ་ཆེན་ཞིག་ཡིན་པ་དང་འདི་ལ་སྲུང་སྐྱོབ་དང་དར་སྤེལ་བཅས་ཀྱི་ཐད་ལ་རང་ནུས་འདོན་ཐུབ་ན་དེ་ལས་ལྷག་པའི་ལས་ཀ་རླབས་ཆེན་ཞིག་མེད་པ་རྟོགས་བྱུང་ཟེར།